སང་ང་ཚོ་ཏཱ་ལའི་རོབ་རྩོད་འགྲོ་བཤད་པ་ཡིན་ནའི་ལོ་གཅིག་ནང་ལོགས་ལ་བོད་མི་སྒྲིག་འཛུགས་ཀྱི་འགྲོ་སོང་དེ་ཨ་མི་རི་ཀའི་འགྲོ་ལ་ས་ཡ་བཞི་བཅུ་ཞིག་གྲོས་ཚོགས་ནས་བཀའ་འཁྲོལ་ཞུ་གི་ཡོད་རེད། དེའི་ནང་ལོགས་ནས་ཨ་རིའི་གཞུང་གི་ད་འགྲོ་ལ་ས་ཡ་བཅུ་བཞི་ཞིག་རེད། ས་ཡ་བཅུ་བཞི་ནང་ལོགས་ནས་ད་ས་ཡ་གཉིས་ཅིག་ད་མི་འབོར་དང་ཨ་ནི་རྒྱབ་སྐྱོར་བ་དང་བྱེད་བཞི་པོ་བྱེད་ངེས་དེ་ཚོའི་གི་ཆེད་དུ་རྩྭ་ཡ་གཉིས་བྱེད་ཡོག་རེད་དེ་ཚོ་མང་ཆ་རེད་ད་འཕྲོད་བསྟེན་ཕ་ཡུལ་དང་རྒྱ་གར་ནང་འཕྲོད་བསྟེན་གི་ཆེད་དུ་རེད་དེ་སྙེ་མ་ནས་ཕྱི་ཚེ་ལས་ཁུང་རང་གི་ཐད་ཀར་བཏང་ཟིན་བ་ལ་ཡོད་པའི་སོང་ཙང་འདི་བསྐྱར་བཟོ་ཐུབ་བྱེད་ད་ལྟ་ང་ཚོ་ལས་གཞི་དེ་ཚོ་འགྲོ་མུས་རེད་རྒྱ་གར་དང་ཕ་ཡུལ་གཉིས་ནང་ལོག་ལ་ད་དེ་མ་ཡིན་པའི་རྩྭ་ཡ་བཅུ་གཉིས་དེ་རེད་རྩྭ་ཡ་བཅུ་གཉིས་དེ་ཐོབ་གང་འདུག་ཆད་ཡོག་འདུག་དེའི་ཚབ་ཅིག་ང་ཚོ་ཐབས་ཤེས་བྱ་ཐུབ་དགོས་ཡོག་རེད་ད་སྟབས་ཡག་ག་ཅིག་ལ་དངོས་གནས་ངས་གྲོས་ཚོགས་ནང་གནས་དེ་གཉའ་སང་ཞུས་ཡོད། འབྲེལ་ཡོད་ཚོགས་ཀྱི་ཡང་རེ་བ་ཞུས་བྱས། ཨ་མེ་རི་ཀའི་འགྲོ་ལ་ས་ཡ་གཉིས་ཤིག། ང་ཚོ་དེ་ཐབས་ཤེས་བྱེད་ཐུབ་པ་བྱུང་ཆེད་སྐབས་དེ་དུས་ཀྱི་དཀའ་ངལ་དེ་འཕྲད་སའི་དཀའ་ངལ་དེ་ང་ཚོ་ཟློག་ཐུབ་པ་བྱུང་བ་རེད། ད་བི་ཡ་ལ་ཇི་འདྲ་ཡང་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གནས་བབ་དེ་ཡག་ཤོས་ཅིག་སྐབས་ལས་ཁད་བསྡད་ཡོད་དུས་ཨེ་ང་ཚོ་ལ་རྨ་ཆེན་པོ་བཟོ་ཡོང་མ་རེད་ཡིན་ནའི། ང་ཚོས་ད་ལྟ་ལས་ཀ་བྱས་དེ་ཡས་ཀྱི་ད་ཅིག

ད་ངས
ད་ལྟ་བས་ང་ཚོར་གྲུབ་འབྲས་ཐོན་སོང་ཟེར་ཡག་འདི་དང་ཨིན་ཇིའི་ནང་ལ་ཡང Success ཧོ་བྱུང་སོང་ཟེར་ཡག་འདི་ཐ་སྙད་འདི་བེད་སྤྱོད་གཏང་གི་མེད། རང་སངས Success བྱུང་སོང་གྲུབ་འབྲས་ཐོན་སོང་ལབ་དུས་རོགས་དངུལ་འདི་རྒྱག་སོ་ཐུབ་པ་ཅིག་གནས་སྟངས་ཅིག་གོ་གི་ཡོད་རེད་ད་ད་ལྟ་འབད་བརྩོན་བྱས་གོ་གི་ཡོད་རེད། ཟླ་བ་གཅིག་གཉིས་གོ་གི་ཡོད་ནས་རེད་ལོ་གོ་གི་ཡོད་ནས་རེད་ལོ་ག་ཤེད་གོ་འདུག་ཡོད་པ་ཡིན་ནས་འདི་ང་ཚོ་མུ་མཐུད་ནས་འབད་བརྩོན་བྱས་ནས་བསྡད་གོ་རེད་སྲིད་གཞུང་ཇེའུ་ཐེབས་སྲིད་པ་རེད་ག་རེ་ཡིན་ན་ཡོང་སྲིད་པ་རེད་དེ་ཡིན་དུས་ཚང་མ་ད་ལྟའི་སྲིད་གཞུང་ཡིན་པ་ཡིན་ནས། བོད་པ་ལ་ཡང་རྒྱབ་སྐྱོར་བྱས་ཏེ་ཨ་མི་རི་ཀའི་ཁེ་ཕན་ཡིན་པ་ཇི་འདྲ་ཡང་ངོས་འཛིན་བྱེད་ཅེས་གསུང་བཤད་གནང་ཡོད་རེད་ལས་བྱེད་བཀྲ་བྷ་ཅིག་གིས་ཞིག་གནང་ཡོད་དུས་བསམ་པ། ཆབ་སྲིད་ཀྱི་རྒྱབ་སྐྱོར་དེ་མུ་མཐུད་ནས་ད་ལྟ་གནས་བསྡད་ཡོད་རེད་ད་རུང་དངུལ་གྱི་གནས་བབ་དེ་འཛམ་བུ་གླིང་ཡོངས་ལ་ཡང་གཅེས་པའི་སོང་ཙང་ད་དེའི་ནང་ལོགས་ནས་ང་ཚོ་ཆ་ཤས་ཆུང་ཆུང་ཅིག་ཆགས་ཀྱི་ཡོད་རེད། ང་ཚོས་ད་མི་འཛམ་གླིང་བཅས་གོ་ཡ་གི་གནས་སྟངས་ལ་དེ་ཚོ་མང་པོ་བརྗོད་ཀྱི་རེད་སླར་གསོ་བྱས་པ་དེ་ལས་ག་ཤེད་བྱུང་ཡོད་རེད། ཨེ་ང་ཚོའི་ལྟ་སྟངས་དེ་ག་རེད་ཟེར་ན། ད་ང་ཚོ་ལོ་བཅུ་ཕྲག་མང་པོ་རིང་ལ་ལི་ཡ་རྒྱ་ནག་ལ་ཁ་བརྡས་བཅར་བསྡད་ཡོད་ལ། ཨ་ནི་རྒྱ་ནག་ལ་ཁ་བརྡས་བཅར་ཡས་དེ་ཨ་མི་རི་ཀའི་ཁེ་ཕན་དང་ཨ་མི་རི་ཀའི་བདེ་འཇགས་ལ་ཕན་ཡ་དང། ཨ་ནི་ཨ་མི་རི་ཀ་ལི་ཡ་ཅིག་ཕན་ཐོགས་ཡོང་ཡ་གི་ཡིན་པ་ཅིག་ལ་ང་ཚོའི་ལྟ་སྟངས་དེ་འདྲ་ཅིག་མཐོང་གི་ཡོད་རེད། དེ་ཡིན་དུས་འདི་གི་ཁ་ཕྱོགས་ནས་བལྟས་པ་ཡིན་ན་ཨ་ནི་བོད་པ་ལ་ཡང་རོགས་སྐྱོར་བྱས་ཏེ་མུ་མཐུད་ནས་གནས་དགོས་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་དུས་རྒྱུན་དེ་ནས་ཐུགས་སྣང་གནང་མཁན་འདྲ་བོ་དེ་འདྲ་ཡིན་པ་ཡིན་ན་ནི་ཨ་དེ་ཨ་མི་རི་ཀ་ནང་ལོགས་ལ་ཡང་ག་རེ་ཆགས་བསྡད་ཡོད་མེད་དེ་གའི་དེ་མཁྱེན་གི་རེད་ཐུགས་སྣང་མ་གནང་ན་ནི་དེའི་སྐོར་ལ་མཁྱེན་གི་མ་རེད་ད་ད་ལྟ་ང་ཚོ་བསྡད་ཡོང་དུས་བསམ་པ་ལ་ད་ནི་མི་སྣ་མང་པོ་ཞུ་གཅིག་གིས་ཀྱང་བརྗེད་པ་རེད་ཆེ་བསྟོད་མི་སྣ་གྲོས་ཚོགས་ནང་ལ་ཡང་གཅིག་གིས་གྲོས་ཚོགས་གོང་མ་དང་འོག་མ་གཉིས་ཀ་གི་སྔོན་རྩིས་དང་འབྲེལ་བ་ཡོད་པའི་གི་འགན་འཁྱེར་མཁན་གཙོ་བོ་དེ་ག་དེ་དཔེར་ན་གྲོས་ཚོགས་གོང་མ་ནང་ལ་ཡིན་ན་ལིན་ཚེ་ཀེ་རང་བྱས་པ་རེད་གྲོས་ཚོགས་འོག་མའི་ནང་ལོགས་ལ་ཡིན་ན་ཇེ་ཨེས་པ་ལགས་ཀྱིས་བྱས་པ་རེད་དེ་ཡིན་ཚང་མ་སྔོན་རྩིས་ཀྱི་ཚན་པའི་གི་འབྲེལ་ཡོད་མི་སྣ་ཕྱི་འབྲེལ་ཚོགས་ཆུང་གི་འབྲེལ་ཡོད་མི་སྣ་གྲོས་ཚོགས་འོག་མའི་གི

ཨ་རིའི Ted Cruz ཞེས་པ་རེད་ད་ཆོག་ཕན་ཚུན་གཉིས་ཀ་ནས་ང་ཚོ་གང་མང་མང་ཅིག་མཇལ་ཕྱིར་ཨ་རིར་བཅར་བའི་སྐབས་དེ་ལ་ཡང་ཁང་ཚོས་ཀྱི་ཤ་ཚ་དང་རྒྱབ་སྐྱོར་ཡོད་འདི་གསལ་བོ་ཞུ་ཆེད་རེད། སྲིད་སྐྱོང་མཆོག་ཁོ་ཚོ་ལ་མཇལ་དུས་གང་ལ་ཁོ་ཚོ་ཅིག་མུག་ཟིག་གི་ད་ཅིག་རོགས་རིམ་བསྐྱར་གསོ་བྱེད་ཡར་སྐོར་ལ་ཅིག་ཁོ་ཚོའི་ངོ་ནས་ག་རེ་གསུང་གི་འདུག། ད་ང་ཚོ་ད་ལྟ་མཇལ་བའི་སྐབས་ལ་གནད་དོན་གཙོ་བོ་གསུམ་ཞིག་གང་མཇལ་གི་ཡོད་གཅིག་དེ། ཁོས་ད་ལོ་སྤྱི་ནོར་ཁང་དུ་བཏང་བའི་ཆུ་མོ་ཕྱོགས་གོང་ལ་དགུ་བཅུ། ལ། ལ་ཕེབས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་རྒྱག་རུང་ཆོས་ཀྱི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ཆེད་ང་ཚོ་ལོ་གཅིག་གང་བཟང་བྱམས་བརྩེའི་ལོ་སྲུང་བརྩི་ཞུ་ཡ་ཡིན་པ་དང་དེ་དང་འབྲེལ་ཆེད་ནི་སྐུ་མདུན་འཁྲུངས་སྐར་དང་འབྲེལ་ནས་གྲོས་ཚོགས་གོང་འོག་གཉིས་ནས་གྲོས་ཆོད་རེ་རེ་རེ་བཞག་ཕོད་ཡ་ཡང་མ་ན་ཐུན་མོང་གི་གྲོས་ཆོད་གཅིག་བཞག་ཕོད་ཡ་དེ་གང་ལ་འབད་བརྩོན་ཅིག་ཞུ་འདོད་ཀྱི་ཡོད་རེད་དེ་གང་ལ་ཚང་མ་ལོག་གི་འདོད་པ་ཤུགས་ཆེན་པོ་འདུག་ད་དུང་ཁོང་ཉིད་ཀ་ནས་འདོད་པ་ཤུགས་ཆེན་པོ་འདི་ལ་དཀའ་ངལ་འཕྲད་དགོས་ཡས་ཀྱི་དམིགས་བསལ་ཐུགས་འུད་འི་ནི་ཡང་དུས་ཚོད་ཞིག་ལ་མེད་པའི་སོང་ཙང་ཡིན་གཅིག་ཁྱེད་རྣམས Time Sensitive ཆགས་ཏེ་ཡོད་དུས་འི་གང་ཉུང་ཉུང་ཅིག་གང་མགྱོགས་མགྱོགས་ཅིག་བྱས་ཐུབ་ཡས་ཀྱི་འབད་བརྩོན་ཅིག་ཞུ་འདོད་ཡོད་རེད་གཉིས་པ་འདི་ད་ལྟ་རོགས་དངུལ་དང་འབྲེལ་བའི་ཐོག་ནས་རེད་ད་འདི་ཁོ་རང་ཚོའི། ཨ་ལེ། དཔེར་ན་སོ་སོར་བྱིན་པ་ཡིན་ན་ད་ང་ཚོ་ཞེ་དྲག་ཤེས་ཀྱི་མི་འདུག་ཁྱེད་རང་ཚོ་ང་ཚོར་ཚུར་ལབ་ད་གནས་སྟངས་ག་རེ་ཆགས་ཀྱི་འདུག་ཞེས་དེ་འདྲའི་གི་གནས་སྟངས་ཆགས་ཏེ། ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ནང་ལོ་ལེགས་ག་ཤེས་ཀྱིས་ང་ཚོ་མ་ང་ཤེས་ཀྱི་ཡོད་པའི་གི་གནས་སྟངས་ཚུར་དེ་འདྲའི་གསུངས་ཡོང་གི་འདུག་ཡིན་ནའི་ཁོ་རང་ཚོ་ཚང་མ་ལོག་དགོས་ད་ཁ་གཅིག་གྲགས་དེ་ག་རེ་རེད་ཟེར་ན་བོད་པ་ལ་ཏན་ཏན་རོགས་པ་དགོས་ཀྱི་རེད། ཨ་ནི་འཚེ་བ་མེད་པའི་གི་འཐབ་རྩོད་རེད། ཨ་ནི་ཁྱོན་ཡོངས་ནས་བི་ལན་མང་པོ་འགའི་བཤད་ཡོང་དུས་བསམ་པ་ལ་བོད་པ་ལ་རོགས་པ་བྱས་ཏེ་ས་ཡ་ག་ཤེད་ཅིག་གི་དཔེ་ད་ཕི་ཀའི་རྩིས་པ་ཡིན་ན་ཉུང་ཉུང་ཞུ་ཅིག་ཆགས་བསྡད་ཀྱི་ཡོད་དུས་དེ་ངེས་པར་དུ་རོགས་པ་བྱེད་དགོས་ཀྱི་རེད་ཟེར་ནས་དེ་དགོངས་པ་འདུག། ང་ཚོ་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་ལྷན་རྒྱས་བཟང་པོ་རེད། ད་རེ་བ་འདྲ་བོ་འདི་ཁོ་རང་ཚོའི་ངོས་ནས་བཟང་ཕྱོགས་ཀྱི་ལན་ཞིག་བརྒྱབ་ཐུབ་ན་ཟེར་ན་དེ་འདྲས་ཅིག་སྒུག་བསྡད་ཡོད་པས་ཟེར་རོ་ཞུ་བྱེད་འདུག་ད་བཟང་ཕྱོགས་ཀྱི་ཐག་གཅོད་ཅིག་ཡོང་གི་ཡོད་དང་མེད་ཟེར་ཡ་དེ་ང་ཚོ་རིང་མིན་ང་ཁོ་ཐུ་ཡ་ལ་ནི་བ་ཅིག་ཆགས། ང་ཚོ་བོད་ཀྱི་ཐབས་ཇུས་འདི་ད་ཆབ་སྲིད་ཀྱི་ཐབས་ཇུས་ཅིག་རེད་བ། དེ་ཡིན་ག་ད་རྒྱལ་སྤྱི་ཡི་ག་ནས་ད་འདི་ཆ་ལ་བོད་དོན་ཐབས་ཇུས་ཀྱི་ངོ་བོ་འདི་ཅིག་ཆབ་སྲིད་ཀྱི་ངོ་བོ་ག་ནས་རོགས་སྐྱོབ་ཀྱི་ཚད་དེ་འདྲ་དེ་ག་འདྲས་ཅིག་ག་ངེས་འཛིན་ཅིག་ཡོད་ན། ད་གུ་ཟིང་ཉི་མ་ནས་མང་ཚོགས་ལས་ཡང་སེ་ཡང་སེ་ཞུས་ཡོད་རེད་ལོ་གཉིས་རིང་ག་ལི་ཡང་བཀའ་ཤག་གིས་དབུ་མའི་ལམ་གྱི་སྲིད་ཇུས་ཀྱི་འོག་ནས་ཐབས་ཇུས་འགྱུར་བ་བཏང་ཆེད་ཨ་མི་རི་ཀ་ནང Resolve Tibet Act ཟེར་ཡ་དེ་གཏན་འབེབས་བྱས་ཐུབ་ཡ་རེད་དེ་ལས་སྐྱོ་བ་གང་ཡང་ཡོད་མ་རེད་ག་ཤེད་ཀྱི་ཡང་ཨོ་སྙེ་མ་ཁྲིམས་ཡིག་བཞག་ཡོད་རེད་དེ་ཡིན་ནའི་ཡང་ད་ལྟ་དངུལ་བཅད་པའི་རྒྱུ་མཚན་ལ་བརྟེན་ནས་ཨ་མི་རི་ཀའི་སྲིད་ཇུས་འགྱུར་བ་ཞིག་པོ་བྱེད་ན་ཐིག་མ་རེད། ཁོ་ཆབ་སྲིད་ཀྱི་རྒྱབ་སྐྱོར་འདིའི་ཐོག་ནས་ད་ང་ཚོ་རྒྱལ་ཁབ་གཞན་པ་ལ་དེ་དང་མཐུན་པའི་གི་ཁྲིམས་ཡིན་ནའི་རེད་གྲོས་ཆོད་ཡིན་ནའི་རེད་དེ་འདྲས་བཞག་ཐུབ་ཡ་གལ་སོང་ཞུ་ཡ་འདི་ཀ་ན་རྡ་ནང་ལོགས་ནས་ཨ་ནི་བོད་པ་བོད་བོད་མི་ལ་ཡང་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་པའི་གི་གྲོས་ཆོད་དེ་འདྲས་བཞག་ཐུབ་ཡོད་རེད་ཨ་ནི་ཉེ་བའི་ཆ་ལ་ཡང། སྦེལ་ཇམ་དོན་གཅོད་དང། ནེ་ལྡི་ལན་རང་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཤུགས་ཆེན་པོ་ཡོད་རེད་གསེར་འཇམ་པ་ལགས་ཁོང་ཚོའི་འགོ་ཁྲིད་པའི་གི་དེའི་གི་དཀའ་ལས་བརྒྱབ་པའི་རྒྱུ་མཚན་ལ་བལྟས་ནས། གྲོས་ཆོད་གསུམ་ནེ་ལྡི་ལན་ནང་ང་ཚོའི་ལོ་རྒྱུས་ནང་བྱུང་མེད་པ་དེ་འདྲའི་གཏན་འབེབས་བྱས་ཚུལ་ཡོད་རེད། ད་གཞུང་གཞན་པ་མང་པོ་དཔེར་ན་ད་ལྟ་ཀན་ལ་ཀྲ་ཡང་བརྒྱ་བཅག་འགོག་ཡོད་དེ་ཀན་ལ་ཀྲ་འོས་བསྡུ་ཚར་ཚར་ཟེར་རེད། ད་ནང་བཞིན་ཕྱི་ནས་ཇོ་མི་ནི་ལས་བརྒྱ་དགུ་བཅག་འགོག་ཡོད་དེ་ད་གེ་སར་ཨ་ནི་ཆཱ་སི་ལ་གསར་པ་ད་གཞི་ནས་འོས་ཐོན་བྱུང་ནི་ཨ་ནི་ད་ལྟ་ད་ཨེས་པི་ཏི་དང་སི་ཏི་ཡུ་གུ་པ་ར་ལ་ཡང་དབང་ཆ་གོ་ཞི་བརྒྱ་དགུ་འོས་བསྡུ་དུས་ཚོད་ཏོག་སུ་གར་དོག་ཁ་པོ་རེད་ཨ་ནི་ཕྱི་ཟླ་དྲུག་པའི་ནང་ཕར་བོད་ཡག་ཆ་ཞིག་འབྲི་གི་ཡོད་དེ་ནས་ཤིང་ཕྱི་ནས་ད་རེན་འདམ་འཇུག་ལ་ཉི་ཧོང་ལ་ཕར་བོད་མང་སྤྱི་འཐུས་ལྷན་ཚོགས་གོ་སྒྲིག་ཞུས་པའི་གི་ཨ་ནི་རྒྱལ་སྤྱིའི་བོད་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་ཆེན་དེ་ལས་བཅར་གོ་གི་ཡོད་ཨ་ནི་ཕེ་གེ་འབྲེལ་ཡོད་ཚོ་བྱེད་གི་རེད་ཨ་ནི་ཕྱི་ཟླ་བདུན་པའི་སྣ་ལོ་ནི་ཡང་ད་ཨོ་སི་ཀྲི་ལི་ཡ་ད་ཆ་ཉེ་ཆར་རང་འོས་བསྡུ་ཚར་གྱི་རེད་ཡ་ནི་ད་ལྟ་ངལ་རྩོལ་པའི་ཚོགས་པ་དེ་ཐོབ་ཡོད་རེད་དེ་ཡིན་དུས་བསམ་པ་རང་འཇགས་ཐོབ་ཡོད་དུས་ཡང་ཞུ་དག་རྒྱུ་བ་འགྲོ་གོ་ཡོག་མར་བྱེད་ཙང་སྤྱིར་ན་དུ་མའི་ནང་ཕར་ཕྱིན་བྱས Australia དེ་བ་འབྲེལ་བ་བྱེད་ད་ག་ཚོད་ག་ཚོད་ཐུག་ཐུག་ཅིག་ང་ཚོ་སྙོབ་ཡག་དང་ཨ་ནི་ལུང་པ་སུ་སུ་སུའི་ནང་ལག་ལ་ཡང་ཅིག་ཁྲིམས་མིའི་གྲོས་ཆོད་དེ་ཚོ་གཏན་འབེབ་བྱས་ཐུག་ཡག་དེ་ཚོ་འབད་བརྩོན་ཞུ་དང་ཞུ་མུས་རེད་ལ་ཨ་ནི་དོ་སྣང་ཆེ་རྒྱ་ནག་ལ་དོ་སྣང་ཆེན་པོ་ཞིག་སླེབས་ཡོང་གི་དུས་རང་བཞིན་གྱི་ཞོར་ལས་བོད་ནང་བོད་ལ་དོ་སྣང་སླེབས་ཡག་ཅིག་འདུག།